ཨེ་ནི། མི་རིགས་ཁག་མང་པོ་གཅིག་གིས་ད་མི་དེ་འདུས་བྱས། ཨེ་ནི་ཁྱེད་རང་ཚོས་དེ་ཞིག་སྒང་ཚེ་རིང་པོ་ཡོང་ཡག་གི་པའི་སྨོན་ལམ་རྒྱག་ཡག་བྱས་འདུག་བྱས་པ་རེད། ཨེ་ནི། ངའི་ངོས་ནས་ཆ་བཞག་ནའི་བསྟན་པ་རིན་ཆེན་མཆོག་གིས་མ་བཤིག་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་མཆོག་དེ་ནི་སྙིང་རྗེ་ཆེན་པོའི་ཡིད་རབ་བསྐྱེད་པ་ཡི་དོན་དེའི་གཏེར་དེ་གསལ་བར་བྱེད་པར་ཤོག། ཐུགས་སྨོན་ཇི་ལྟར་གནང་བ་ནང་བཞིན་ནི། འཛམ་བུ་གླིང་འདི་གང་ལ། ཆོས་དད་མེད་པར་བྱས་ནས་ཡོད་པ་ཡིན་ན་ཨེ་རེད། དགེ་མཚན་གར་འདུག་བ། སྔ་མོ་ང་རྒྱ་ནག་ལ་ཕྱིན་པའི་སྐབས་མོ་ཧོ་ཙི་ཏུང་ཐུག་པ་རེད། ཨེ་ནི། བའི་ཆོས་ཟེར་མཁན་དེ་བའི་དུག་རེད་ཟེར་ནས་དེ་འདྲས་བཤད་མྱོང། བྱས་གང་དག་དངོས་ཡོད་གནས་ཚུལ་ལ་ཡང། ཆོས་ཟེར་དེ་ལྷ་གསོལ་ཡག་རོ་ཅི་སྐད་ཆ་གཅིག་གོ་མ་རེད། སེམས་རྒྱུད་བརྟག་དཔྱད་བྱས་ནས་སེམས་རྒྱུད་འདུལ་ཐབས་བྱས་ཡག་དེ་ད། གང་དག་བློ་ཆོས་སུ་འགྲོ་གཏོང་ཡག་ཟེར་དེ་བློ་ཆོས་སུ་འགྲོ་ཡག་གི་ད། གང་དག་ཅིག་ང་ཚོས་ད།

ཁྱབ་བྱ་ཉམས་པར་གྱུར་པའི་མཆོག་དེ་ནི་སྙིང་རྗེ་ཆེན་པོའི་ཡིད་དབང་འཕྲོག་པའི་ཐོག་ནས་ནི་གང་ལྟར་ཕན་པའི་བསམ་པ་ལྷག་བསམ་གྱིས་ཀུན་ནས་བསླངས་ཏེ་གཅིག་འཛམ་བུ་གླིང་ལ་ཡང་གཅིག་དངོས་གནས་གཅིག་གི་ཞི་བདེ་ཡོང་ཡ། ཨ་ནི་རྒྱ་ནག་ལ་ཆ་བཞག་ན་ནང་པའི་ཆོས་ཤུགས་ཆེན་པོ་ཡོད་རེད། ད་ཡག་པོ་གཅིག་གི་དར་རྒྱས་འགྲོ་ཐུབ་ཡ། ཨའི་ང་ཚོ་བོད་ཆོལ་ཁ་གསུམ་གི་མི་མང་ཚང་མ་ལོ་ཆོས་ལ་དད་པ་ཞེ་དྲག་ཤུགས་ཆེན་པོ་རེད། བྱས་ཙང་ཁ་ང་རང་ཚོ་ཚང་མ་ལོ་སོ་སོའི་བ་མེད་ནས་མ། རིག་གཞུང་དང་ཁྱད་མེད་ཀྱི་གང་དག་རྗེས་ཀྱི་སེམས་རྒྱུད་ཞི་ཞེས་དུལ་བ། གཞན་ལ་ཕན་པ་བསྒྲུབ་ཡ་དེ་འདྲའི་ཞིག་གིས་ད་ང་ཚོའི་གོམས་གཤིས་ལ་ཡོང་རེད། ས་དེ་འདྲ་ཡིན་དུས་ད་ཅིག་ངའི་ངོས་ནས་བྱ་བཞག་ན། སྒ་མོ་རྒྱ་ནག་ལ་ཆེན་པོ་ཡིན། ཨེ་ནི། ཏུང་པའི་ཁུལ་དུ་དེ་བ་མ་གུ་ལེ་སོ། ཆོས་ལ་དད་པའི་ཤུགས་ཀྱིས་ག་ས་ག་ལ་འདུག། ད་ང་ཚོ་དེ་ཨ་མདའ། བཙན་བྱོལ་བ་ཆགས་བྱས།

ཞིག་གིས་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་མཆོག་དེ་ནི་སྙིང་རྗེ་ཆེན་པོའི་ཡིད་དབང་བསྒྱུར་བ་ཡིན། ཕྱིས་ན་གསུང་དབྱངས་ནི་གཅིག་གིས་ཕན་པའི་བསམ་པ་གཞི་ཞིག་དུལ་བ།

ཅིག། རྒྱ་ཆེར་ཡོང་ཐུབ་ཡག་ཅིག་གི་སྨོན་ལམ། པའི་ཞོ་ཁས་ཡ། ལངས་པོ་ད་ག། ངས་འདི་སྨོན་ལམ་རྒྱབ་སྟེར་གྱི་ཡོད། ག་ད་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་བརྒྱུད་པའི་ཕྱོགས་དེ་ནི་སྙིང་རྗེ་ཆེན་པོའི་ཡེ་རུ་བསྐྱོད་པའི་ཕན་བདེའི་གཏེར་གྱིས་གསལ་བར་བྱས་པར་ཤོག་ཟེར་ནས། ད་ལྟའི་སྨོན་ལམ་འདི་རྟག་པ་བརྒྱབ་བཅག་གི་ཡོད་རེད། ཨེ་ནས། སྨོན་ལམ་འདི་གང་བསམ་ཞིག་སྒྲུབ་པའི་བཟོ་བྱེད་མཐོང་གི་འདུག་དེང་སང་རྒྱ་ནག་ལ་ཆ་བཞག་ནས་ནང་ཆོས་ལ་དོ་སྣང་ཤུགས་ཆེན་པོ་ཅིག་ཡོད་བསྡད་པ་ཞིག་འདུག་དེ་ལྟ་དེ་ཡི་མཚན་པས་འཛམ་བུ་གླིང་གི་ས་ཁུལ་མང་པོ་ཅིག་ལ་ཅིག་སངས་རྒྱས་པའི་ཆོས་ཀྱི་ནང་ནས་བྱམས་བརྩེ་བཤད་ནས་གསུང་ཡ་དེ་གཅིག་དོ་སྣང་བྱེད་ཧ་འཛམ་བུ་ལས་ག་ས་ག་ལ་ཡོད་བདེ་བ་གཅིག་གི་ཆོས་མེད་མཁན་གྱི་ལུང་པ་ཚོས་ཁ་ཤས་ལུང་པ་དང་གཅིག་དེ་དང་དེ་དག་གིས་གཅིག་ཧིན་དུ་དང་པོ་ཡིན་དེ་ངེས་གི་གཅིག་ལུང་པ་ཚོས་མཚོན་པའི་ག་ས་ག་ལ་ཡ་གཅིག་སྔོན་ནས་དྲང་གནས་ཀྱི། ཕན་སེམས་ཀྱི་བློ་ལ་ཡ། ཚང་མས་གཅིག་གི་དགའ་མོས་བྱེད་ཀྱི་ཡོད་རེད། ཨེ་ནི། འགན་ངོས་ནས་ཆ་བཞག་ན། ག་ད་ཞོགས་ཁས་ལངས་པ་དག་བྱ་སྤྱོད་ཀྱི་སེམས་བསམ་བློ་བཏང་བསྡད་ཀྱི་ཡོད། སྨོན་ལམ་རྒྱབ་བསྡད་ཀྱི་ཡོད། ཨོ། ཨེ་ནི་དངོས་ཡོད་གནས་ཚུལ་ལ་ཡ། ག་འདྲ་ཞིག། ང། ས་ཆ་ག་ས་ག་ལ་སླེབས་ཡོད་འདུག། ཅིག་གིས་ཕན་པའི་བསམ་པ་དེ། ཅིག། བ་རྒྱ་ཆེར་སྤེལ་ཐུབ་པ་ཞིག་བྱུང་ན་བསམ་པས། ཨོ། བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་བམ། ཁྱབ་ཀྱང་ཉམས་པར་གྱུར་པའི་མཆོག་དེ་ནི་སྙིང་རྗེ་ཆེན་པོའི་ཡེ་རབ་བསྐྱེད་པ་ཡི་བོན་དེ་གཏེར་གྱིས་གསལ་བར་བྱེད་པར་ཤོག་ཟེར་བ་གིས་སྨོན་ལམ་འདི་བརྒྱབ་བསྡད་ཀྱི་ཡོད། དེ་རིང་གསར་བརྗེ་ད་ག་སྐབས་སུ་བབས་པ་ཞིག་ངས་ག་རེ་ད་ལོ་ཀེར་མར་པའི་ལོ

ལྟ་བུ་རིན་ཆེན་མཆོག་གི་མོ་ཁྱབ་བམ། ཁྱབ་ཀྱང་ཉམས་པར་གྱུར་པའི་མཆོག་དེ་ནི། སྙིང་རྗེ་ཆེན་པོའི་ཡིད་རབ་བསྐྱོད་པ་ཡི། ཕན་བདེའི་གཏེར་དེ་གསལ་བར་བྱེད་པར་ཤོག། ཟེར་ནས། ཞོ་ཁལ་གཉིས་གསལ་བ་དག་སྨོན་ལམ་དུ་བརྒྱབ་སྟེ་གི་ཡོད་ལ། ཨེ་ནས། ཨ་ལྟ་བུ་དུ། ཕལ་ཆེར། ང་ཅིག་ས་ཆ་ག་ས་ག་ལ་སླེབས་པ་ཡིན་ནས།

འགའ་ཐད་ཀར་འབྲེལ་བ་ཡོད་པ་རྒྱ་ནག་ནང་ལ་སངས་རྒྱས་པའི་ཆོས་ཡག་པོ་དག་ཐུག་ཡག་ཅིག་གདའ། དེ་ལྟ་དེས་བཙན་པའི་ཡུལ་གྲུ་མང་པོ་ལ་ཞིག་ཕན་པའི་བསམ་པ། ཀུན་སློང་བཟང་པོ་གཅིག་གིས་མི་ཚེ་སྐྱེལ་ཡག་ཅིག་འཛམ་བུ་གླིང་འདི་ཡོངས་རྫོགས་ལ་ཡག་ད། དེ་འདྲའི་གཅིག་གིས་མིག་ལྟོས་བཟང་པོ་གཅིག་ཡོང་ཐུག་ཡག་གི་སྨོན་ལམ་རྒྱབ་བསྡད་ཡོད།